རང་བཙན་དང་ཞི་བདེའི་ལྷ་བྱ་དཀར་པོ་ཞིག་ཁ་གཅིག་བསྐྱོན་པ་ཁོ་རང་གིས་ང་ཚོར་བསྟན་གནང་སོང། འདི་ནས་ནི་རང་ཞི་བདེའི་ལྷ་བྱ་དཀར་པོ་བཟོ་བྱོས། ཞི་བདེའི་ལྷ་བྱ་དཀར་པོ་འདྲ་ཟིན་ན་ད་ང་ཆ་བོད་ནས་ཆི་ཟི་གམ་ཚོ་ནི་རེད་ཟིན་ན་ཁོང་རིགས་རྒྱ་རིང་པོ་ཁྱིམ་ཚོ་ནི་རེད། དེ་གི་ཡིན་ཙི་གི་ང་རང་གི་ད་སེམས་གི་སྡུག་བསྔལ་གི་མ་བཟོ་ད་ཁྲིམས་གི་ནང་ནས་ད་རང་རང་གི་སེམས་ཤིག་འདྲ་བོ་གི་ཡིན་ཙི་གི་ང་རང་གི་ཞི་བདེའི་ལྷ་བྱ་དཀར་པོ་དང་བོད་རང་བཙན་བཟོ་བྱོས་ཡིན་རྒྱ་ནག་གི་དངོས་ནས་དྲངས་ནས་ཁྲིམས་གི་ནང་ནས་ར་ཅི་གམ་ཉི།

སེམས་མ་བྱུང་ནས་སྔོན་ལི་ཏྲོང་ནས་རྒྱ་ནག་གི་ཨུ་སུ་སུ་ཨུ་ནུ་གཉིས་ཀྱི་ལུས་ཐོག་དེ་ལུས་ཐོག་ཟེར་རྒྱུ་མེད་གི་ད་མཆོག་སྐུ་དྲང་ངེར་ད་ཉིད་ཟིག་གི་སེམས་སུ་ནས་ནི་སེམས་བློ་ཟིག་ལ་སོང་ནས་ཨུར་རྒྱུར་བལྟས་ནས་དེ་ར་ད་ཨུམ་ཉོས་བལྟས་ནས་ད་དེ་མི་ཟིག་གི་རང་ཁ་ཉིན་དང་ཟིག་གི་བདུད་རེད། ཉིས་སྟོང་དང་ཉི་གསུམ་ལོར་བོད་མདོ་སྨད་རྔ་པ་ཁུལ་ནས་བུད་མེད་ན་གཞོན་གནམ་སྐྱིད་ལགས་རྒྱ་གར་ལ་བྲོས་བྱོལ་དུ་ཕེབས་ཐུབ་པ་བྱུང་འདུག་ཉིས་སྟོང་བཅོ་ལྔ་ལོར་གནམ་སྐྱིད་ལགས་རང་ལོ་བཅོ་ལྔ་ཡིན་པའི་སྐབས་ཁོང་དང་ཁོང་གི་སྤུན་མཆེད་བསྟན་འཛིན་སྒྲོལ་མ་ལགས་གཉིས་ནས་རྔ་བ་ཁུལ་གྱི་དཔའ་བོའི་ཁྲོམ་ལམ་དུ་བོད་ལ་རང་དབང་དགོས་རྒྱ་ནག་གཞུང་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བོད་ལ་ཕེབས་དུ་འཇུག་དགོས་ཞེས་ངོ་རྒོལ་གནང་པའི་རྐྱེན་རྒྱ་མིས་ཁོང་ཉིད་བཙོན་ཁང་གི་ནང་ལོ་གསུམ་རིང་བཙོན་འཇུག་དང་ཆབས་ཅིག་རྒྱ་མིའི་ཆབ་སྲིད་སློབ་གསོ་ཤུགས་ཆེ་སྤྲད་འདུག། ད་དུ་ཉིས་སྟོང་བརྒྱད་ཀྱི་ལོ་མཇུག་དབུ་ཆུ་སྐེག་གསུམ་དུ་རྒྱ་ནག་གཞུང་བ་དང་ངོ་རྒོལ་འབྲོག་ཅན་བཞི་བའི་སྟེང་ནས་བོད་མང་པོ་ཡར་ལངས་བྱས། ཡིན་ན་ཡང་དེའི་སྐབས་སུ་ད་བོད་མང་པོ་རྒྱ་ནག་གི་བསམ་ནི་དང་སྐྱར་ལྡང་བྱས་ནས་མང་པོ་ཚུར་ཁྲིམས་བསྡད་བཅུག་པ་རེད། དེ་ཉིས་སྟོང་དགུ་ནས་བཟུང་སྟེ་ད་བོད་མང་པོ་ཡང་རྒྱ་ནག་བཞི་བའི་ངོ་རྒོལ་དྲ་བའི་ཁྱིམ་དུ་བོན་པོའི་རང་ལུས་མེར་བཞག་བཞག་རེད།

ཁྱོད་འདི་ན་ཡོད་ནི་རང་བཞི་བདེའི་ལྷ་བྱ་དཀར་པོ་ཟུབ་ཅིག་བཞི་བདེའི་ལྷ་བྱ་དཀར་པོ་འདྲ་ཟིན་ད་ང་ཆ་བོད་ནས་ཆི་ཟིག་གམ་ཚོ་ནི་རི་ཟིན་ད་ཁོང་རིགས་རྒྱ་རིང་པོ་ཆིག་ཚོ་ནི་རི་དེ་གི་ཡིན་ཟིག་ང་རང་གི་ད་སེམས་གི་སྡུག་བསྔལ་གི་མ་བཟོ་ད་ཁྲིམས་གི་ནང་ནས་ད་རང་རང་གི་སེམས་ཤིག་འདྲ་བོ་གི་ཡིན་ཟིག་ང་རང་གི་བཞི་བདེའི་ལྷ་བྱ་དཀར་པོ་དང་བོད་རང་བཙན་ཟུབ་ཀྱི་ཡིན་རྒྱ་ནག་གི་དངོས་གནས་དྲང་ནས་ཁྲིམས་གང་ནང་ནས་ར་ཅི་གམ་ཉི་སེམས་མ་བཞག་ནས་དངོས་གནས་དྲང་ནས་རྒྱ་ནག་གི་ཅི་གི་ཨུ་སུ་སུ་ཨུ་ནི་ནི་ཉི་གི་ལུས་ཐོག་ད་ཅི་གི་ལུས་ཐོག་ཟེར་གྱི་མེད་གི།

རང་རང་གི་སྐད་དང་རིག་གཞུང། ཆོས་དང་དུས་ཚང་མལ་དུ་ད་ཅི་གི། མི་ཁྱི་ཟི་སྒོ་ནོར་གོ་མེད་ཟི་ན་སྒྲོལ་མའི་ཐོབ་ཐང་འདྲ་བོ་ཡོད་ཟེར་བ་རེད། ཡིན་ན་ཡང་རྒྱ་ནག་གི་བཤད་པ་ནང་བཞིན་དུ་ང་ཚ་ལས་རྒྱ་ནག་གི་ལག་བསྟར་ཧ་བཞིན་ནི་ཕྱོགས་ནས་འདྲ་གི་མི་འདུག་ང་ཚ་ད་བོད་ཡིག་ཟི་རང་རང་སོ་སོའི་བཞེངས་བ་ཡིན་ན་ད་སློབ་གྲྭ་བོད་ཀྱི་སློབ་གྲྭ་སོ་སོའི་བཞེངས་བ་ཡིན་ན་བཞེངས་མཁན་གཅིག་གི་མི་འདུག་ཡིན་གཅིག་མིན་གཉིས་ཀྱི་རྒྱ་ཡིག་གཞུང་ཟེར་གི་འདུག། རྒྱ་ཡིག་གི་ནང་ཡིན་ན་རྒྱ་ཡིག་གི་ཡིན་ཚུལ་གྱི་ལོ་རྒྱུས་ཀྱི་དག་ཁུར་སུའི་གནད་འགག་ཅིག་དེང་རབས་ཁག་དམག་གི་རྒྱལ་རབས་འདྲ་དུས་མི་ཆད་ཡོད་ནི་སི་ར་ཏུའུ་བོད་ཡིག་གི་སློབ་དེབ་ནང་བཞག་ཏུ་སི་ར་བོད་ཡིག་ཡབ་གྱེར་ནི་ད་ད་བཞག་ཡིག་ཆུང་ཆུང་སོགས་བསླབ་པའི་ནང་བསྟུན་འཇོག་གི་འདུག་ངོ་ཆ་ཡིན་ཚུལ་གྱི་ད་དགོན་པ་ཁག་གནས་ཆོག་གི་སློབ་གྲྭ་ཁག་གནས་ཆོག་གི་ད་རང་རང་གི་བོད་ཡིག་བཞེངས་རྒྱུ་དེའི་དབང་ཆ་འདྲ་བོ་མེད་གི་མྱི་ཟུག་གི་དེ་ཐོབ་ཐང་འདྲ་བོ་མེད་གི

དགེ་རྒན་ཡིན་ནའི་རེད་དགེ་རྒན་ཡིན་ན་ཡང་འོག་གི་གཅིག་རིག་གནས་ལོ་རྒྱུས་ཤིན་ཏུ་ཟེར་ནས་ད་རྒྱལ་ཁའི་སློབ་གྲྭའི་ནང་ཡོད་ཡོད་ནའི་དེ་སོན་ནའི་ཆུ་བསམ་བློ་ཡི་ཧོ་མེད་གི་འཛིན་དེ་ཟླ་འོག་ནང་ནས་བླངས་ནས་དེ་ཟླ་འོག་ས་ཀ་བཞིན་གི་རི་སྙེ་ནང་ནས་འཕུད་འཇོག་གི་འདུག། ཉིས་སྟོང་བཅོ་བརྒྱད་ལོར་རྣམ་རྒྱལ་ལགས་རྒྱ་མིའི་བཙོན་ནས་གློད་གྲོལ་ཐོབ་ཡོད་པ་དང་སྔ་ལོ་ཉིས་སྟོང་ཉིས་བརྒྱ་གསུམ་ལོར་བལ་ཡུལ་སྣེ་ལེན་ཁང་བརྒྱུད་བཙན་བྱོལ་ལ་འབྱོར་བའི་རྗེས་ཉེ་ཆར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཞལ་མཇལ་དངོས་སུ་ཐོབ་པའི་གོ་སྐབས་བྱུང་བ་དེ་རྨི་ལམ་ལྟ་བུ་ཞིག་ཏུ་ཚོར་ནས་ཁོང་ལ་དགའ་སྤྲོ་དཔག་ཏུ་མེད་པ་བྱུང་ཡོད་པའི་སྐོར་རྣམ་སྐྱིད་ལགས་ཀྱིས་འགྲེལ་བརྗོད་དེ་ལྟར་གནང་བྱུང། ད་རང་འདྲ་འདྲ་ཟིན་ན། སྐྱེས་བུ་དམ་པ་འདི་མི་ཟིག་ག་འཇགས་ཐབས་བཞག་ནོ་ཁྱོད་བསོད་ནམས་ཅན་འདྲ་བསམ་གོ། དངོས་ནས་ད་འཇགས་བཞག་དུས་དངོས་ནས་སེམས་ཟིག་ག་ད་འདི་ཅིག་རྨི་ལམ་ལྟ་བ་ཟེར་བའི་འུ་ཅོ་སྐྱག་ཟམ་པོ་དེ་ཅིག་འཇགས་ཟི་ཐུབ་ན་ཁོང་རིགས་འུ་ད་ཟི་ཧེབ་ཟི་ཐུབ་ན་བསམ་གོ་ཤི་གོ། ང་དེ་མི་ཟི་སེམས་མ་ཚོར། ཕ་བཀྲ་ཤིས་རྒྱ་མཚོ་ལགས་དང་མ་རི་ཁོག་གཉིས་ཀྱི་བུ་མོ་རྣམ་རྒྱལ་ལགས། བོད་ནང་ལ་ཡང་རྒྱ་མིའི་སྡུག་སྦྱོང་མནར་གཅོད་དངོས་སུ་རང་ཉིད་ཀྱི་ཐོག་ལ་ཡང་མྱངས་ནས་ཨ་ནི་དུ་ཕྱི་ཕྱོགས་ལ་ཡང་ཕེ་ཐུང་མཁན་གྱི་ཨ་ནི་བུད་མེད་གསར་ཤོས་ཅིག་གིས་ཆགས་ཀྱི་ཡོད་པ་དག་ནི་ད་ལྟ་ཁོང